མ་ག་དག་གི་རྒྱལ་པོ་ལ་གོ་ས་རྒྱལ་པོའི་ཁབ་དང་པའི་ཁ་སོ་ད་འདི་ཚོ་སྟོབས་ཆེན་པོ་ཞིག་ཡོ་བ་བྱེད་ཨ་འདིའི་སྙིང་གི་འདིའི་སྙིང་དེ་ཨ་ནི་པའི་ཁ་སོ་རེད་ད། ཀུན་དགའ་བོ་དགོངས་པ་རྫོགས་པ་ཡིན་ན། ལི་ཛ་བི་གི་ཡུལ་འདས་ལ་ཡངས་པ་ཅན་འདས་ལ་དགོངས་པ་རྫོགས་པ་ཡིན་ན། ཨ་ནི། ད་ཁོང་གཉིས་ཀྱི་ཡང་མིན་ན་རྒྱལ་པོའི་ཁབ་ལ་དགོངས་པ་རྫོགས་པ་ནི་དེ་གཉིས་ཀྱི་གཅིག་གིས་ལབ་ན་ཨ་ནི་ཀུན་དགའ་བོ་དེ་ང་དང་ཨ་ནི་པའི་འབྲེལ་བ་ཡོད་ཀྱང་ང་ཚོའི་མི་ཡིན། གཅིག་གིས་ལབ་ན་ངའི་ཡིན་ལབ་ན་དེ་འགྲིག་གི་ཨ་ནི་འཁྲུག་པ་ཤོར་འགྲོ་ཡག་འགྲོ་བོ་ད་དེ་འགྲིག་གི་ཉེན་ཁ་དེ་ཀུན་དགའ་བོ་གིས་གཟིགས་བྱས་ནས

ཁྱོད་སོང་ཁྱེད་ནས་སློབ་མ་འདི་ཚོ་བསྐྱངས་ཨེ་འདི་ནས་ཁ་སོགས་རེད་ད་བསྡད་ལ། སྐུ་མྱ་ངན་ལས་བསྡད། སྐུ་མྱ་ངན་བསྡད་ཁྱེད་ནས་ཨེ་ནས་རིང་བསྲེལ་འདི་ཚོ་དུམ་བུ། དུམ་བུ་གཉིས་འཁྱགས་ཁྱེད་ནས་ཨེ་ནས་ཆོས་ཀྱི་རླབས་ཀྱི་གཅིག་ཚོའི་ཁ་སོགས་རེད་ད་ཡངས་པ་ཅན་གྱི་ཆོས་ལ་ཁྱེད་གཅིག་འཕགས་རྒྱ་བོད་ཤོག་རྒྱ་བོད་ཁབ་ཀྱི་ཆོས་ལ་འཕགས་ཁྱེད་ཨེ་འདི་ནས་བྱེད་ཁྱེད་ནས་ཨེ་ནས་བས་ག་ཚོད་ཁོ་རང་སོ་སོ་སོ་གི་འཕགས་ཁྱེད་ཁྱེད་ནས་ཨེ་ནས་ཁ་སོགས་ད་དུང་ལྡན་གྱི་ཆོས་ལྡན་འདི་ཚོ་བཞེངས་རེས་ལར་བ།

ཡིན་ན་ཡང་ང་ཚོས་ཀྱི་ད་ལྟ་གནས་ཨར་གོ་ལོ་ཅི་གང་གི་དངོས་བྱ་རྒྱུ་ཡོད་ར་འདི་མ་གཏོགས་ཀྱི་ག་ཚོད་ན་ང་ཚོ་ཀྱི་ཞི་ར་ཞི་ར་རག་ཡོད་མ་རེད་བ། ད་དངོས་གནས་མཛད་པ་རྐྱང་ས་དེ་ཚོ་ད་ཡངས་པ་ཅན་དེ་ཚོས་ཀྱི་འདི་ག་བ་ཡིན་ད་ལྟ་ང་ཚོ་འཛུགས་བཙུགས་འགྲོ་དགོས་ན་དེ་ནི་སྙིང་ཡ་དཀའ་ལས་ཁ་པོ་ཡོད་རེད་ད། སངས་རྒྱས་ཀྱི་དེ་ལ་ཡངས་པ་ཅན་ལ་ག་ཚོད་རེད་ད། ཆུ་མགོར་གསུམ་པ་བརྐོ་རེས་ལ་རོ། ཆུ་མགོར་གསུམ་པ་བརྐོ་རེས་ལ་རེད་འདི་ནི་ག་ཚོད་རེད་ད། ང་ཚོས་དུས་རྒྱུན་བཤད་བའོ་སུ། དཔེའུ་གི་དཔེ་སངས་རྒྱས་ལ་སྦྲང་རྩི་ཕུལ་རེས་ལ་ཡོད་རྒྱུ་བ།

ཨ་ནན་སི་ཏུ་པ་ལའི་དེ་བཅས་མཐོང་ཡ་ཡོད་མ་རེད། ཨོ། འདི་གི་རྡོ་རིང་འདི་གི་རྩེ་ཐོ་གཅིག་པུ་མ་གཏོགས་མཐོང་ཡ་ཡོད་མ་རེད། འདི་ཡན་ཡོང་ཚང་མ་གྲོང་གསེབ་པས་ཙག་གི་ཁང་པ་བཟོས་བཞག་ཆོག་འདི་ནི་ཤ་ཏག་གི་ཆ་ཆ་དེ་བརྗོད་གྲོགས་རེད། ཨོ་དེ་ཨ་ནན་ཨ་ནན་སི་ཏུ་པས་ལའི་དེ་ཨོ། ཨོ་དེ་རེད། ད་དེ་ལ་ཁ་སོ་རེད་ད་ཡངས་པ་ཅན་ལ་པས་ཁ་སོ་རེད་ད་ཅིག་སངས་རྒྱས་དེ།

ཚོགས་པ་དེ་བཙུགས་ཉིན་དང་པོ་སྔོ་ངད་ཨེ་ནི་རྒྱས་སུ་གར་སོ་ད་ཚོགས་པ་དེ་གི་དཔེ་གར་སོ་ད་ཚོགས་གཙོ་ད་དེ་ཚོ་ཚང་མ་གནའ་ཉིན་ཁོ་རང་རོ་ཡིན་ན་ཁོ་རང་འོག་ལ་ལས་ཀ་བྱེད་ཉིན་དཔེ་མང་པོ་ཡོད་རེད་དེ་ཚང་ང་ཚོ་དེ་དུས་ཁོ་ཤི་ཡོང་མོ་གར་སོ་ད་དེ་གི་ད་གཙོ་བོ་འགྲོ་སུ་བྱས་རེད་ཟེར་ན་ཨེ་ལེག་ཚན་དྲ་ཀ་ནན་གང་གི་བྱས་རེད་ཟེར་དངོས་གནས་ས་དངོས་འགྲོ་དེ་ཉིན་དེ་ཞེན་པ་ཡོད་རེད་ཞེན་པ་གི་དངོས་བྱས་དེ་རོ་ད་ཁོས་གི་དེ་བྱས་དེ་མ་བྱས་ཚང་མ་ཀོ་བ་ཁོས་ཐད་ནས་དེ་བྱས་གོ་རོ་དེ་ཚང་དེ་ཚོ་ཚང་མ

ད་གནའ་ཤུལ་གྱི་དཔེ་རྒྱ་གར་དེ་ཚོ་ལ་ལབ་སྲོལ་འཇོག་རེད། སྔོན་མ་གི་ད་ས་དབུ་ནས་གནའ་ཤུལ་དང་གསེར་དངུལ་འདྲ་བོ་དང་དཔེ་རིན་པོ་ཆེ་རིགས་འདྲ་བོ་དང་དཔེ་ཁ་སོགས་ད་རྩ་ཆེན་པོ་ཡོད་རྒྱུ་ཚང་མ་ཨིང་ལན་ལ་ཁྱེར་ཕྱིན་པ་རེད་སྔོ་བོ་ཅན། ད་ཕན་མ་ཐོག་རྡོག་འདྲ་བོ་དང་ཨནི་དཔེ་ཚང་མ་དེ་ད་རྒྱ་གར་དེ་ལ་བཞག་བཞག་རེད། འདི་མ་ཐོག་ཚང་མ་ཁོ་ཚོ་སྔོ་བོ་ཅན་ཨནི་ཁོ་རང་ཚོ་ཁྱེར་ཕྱིན་པ་རེད་འོ་འདི་ནི་བཤད་ཡ་ཡོད་རེད།